ཨ་རིག་གི་ས་ཆ། དེ། ཨུ་རུ་སུ་གི་སྲིད་འཛིན་ཐུག་འཕྲད་བྱེད་ཟེར་མཁན་ས་ཆ་དེ་གི། གར་སོང་རེད། ཅིག་མ་བཤད་པ་ཡིན་པ་ཡིན་ན། ད་དེའི་གནད་འགག་ཆེན་པོ་ཅིག་ཆགས་བསྡད་ཡོད་འདུག་ད་ཅིག་དགོས་ནས། ཨ་རིའི་སྲིད་འཛིན་གི། དེའི་སྒང་ལ་ད་རེག་པོ་ཟེར་ནས་འདྲ་འདུག་ད་ག་རེ། ཁོ་རང་གི་ཆབ་སྲིད་ཀྱི་འགྲོ་སྟངས་ཀྱི་ཐོག་ནས་ཟེར་ནས་འདྲ་འདུག་ད་དེ་འདྲས་ཅིག་ནག་པོའི་ཐོག་ནས་ཡང།

ཨ་རི་དང་ད་ལྟའི་ས་ཆ་འདི་དང་ཨུ་རུ་སུ་ཐག་ཉེ་པོ་བྱས་ད་ག་ལང་བཞིན་གྱི་འདི་འཁྱག་རོམ་བྱེད་བྱེད་སྙན་མ་ཡིན་པའི་ནི་དེ་ད་མི་འདི་གནས་ཐུག་ཡ་མི་དཔལ་དུ་དྲང་མོ་ཡོད་ས་ཆ་འདི་འདྲ་ཅིག་ཡིན་དེ་དུས་སྙན་མ་སྙན་མ་དུ་བ་ལ་ནི་ད་ད་ཨ་རི་གྱི་ཚུ་ཨུ་རུ་སུ་ལག་པ་ནས་ཉོས་ཞང་རྒྱོ་ཅིག་ཡིན་ཟེར་བ་ད་འདིའི་སྐབས་ལ་ཉོས་པའི་ཁ་ཐུག་ལ་ནི་ལུང་པ་བཞིན་འབད་དུ་འཛུགས་ཀྱི་ཆེད་ལས་ཀྱི་རེད་ལག་གི་འདུག་ཨ་རི་ལ་ཁ་ར་ཕི་ཁའི་མི་བསྡད་མ་ཐུབ་པའི་ས་ཆ་དེ་འདྲའི་སྡོང་པོ་དེ་འདྲས་ཉོས་ནས། དེ་དུས་རྒན་མོ་འདྲ་པོ་ཆེ་ཤོས་ཡོད་ས་རེད་ད་ད་ལྟའི་ཚོད་ལ་ཕྱིན་ན་ས་ཆ་དེའི་གནད་འགག་ཆེ་པོ་ཞུ་བཞི་ཆེ་གོ་འདུག་ང། ས་ཆ་དེ་ད་ལྟ་ཨ་རིག་གི་དམག་དོན་ཐོག་ནས་ཡིན་ནའི་བལ་ད་བཙན་ཁ་ད་གར་སོག་ར་དོ་དམ་ཆེ་ཤོས་དང་ཕི་གེ་གར་སོག་ར་དམིགས་བསལ་གྱི་ས་ཆ་ཅིག་ཡིན་པ་ཅིག་དང། དྭང་བླངས་ཤིག་གིས་ད་དེའི་ནང་ནས་སྣུམ་གྱི་ཐོན་རྫས་ཤུགས་ཆེན་པོ་ཐོན་གྱི་ཡོད་པ་དང་ད་ག་ནང་བཞིན་གྱི་ཚ་ལ་ཁ་པོ་ད་ད་འཛམ་གླིང་སྤྱི་ཡོངས་ཀྱི་མཉེན་ཆས་སུ་ཡ་གང་ལ་དེ་གོ་གི་ཡོད་དུས་འདི་ན་ལས་ཀྱང་ད་ཚ་ལ་ཁ་པོ་དེ་འདི་ནས་ཐོན་གྱི་ཡོད་པས་ཀྱིས་ད་ད་ད་ས་བྱི་དེ་ཅིག་ག་སོ་ར་གནས་ལ་ཁེ་པོ་ཅིག་ཆགས་གྱི་ཡོད་པས་ཀྱིས་གནད་དོན་ཅིག་དྲུག་པོ་དོར་བ། དེ་དང་མཚུངས་ན་ད་ཨུ་རུ་སུ་ས་ཆ་དེ་ངེད་མ་ཨུ་རུ་སུ་གི་ཡིན་དེ་གཅིག་བྱས་བྱས་ཡིན་དུས་ད་ད་རེས་དེའི་ཚོགས་ས་དེ་ངེད་མ་ཁྱེད་རང་ཚོ་གི་ས་ཆ་དེ་ད་ད་ང་ཚོའི་ཨ་རི་ཉག་དེ་དེ་ལས་ཚུ་གཅིག་གར་སོང་རེད་ཚོགས་འདུ་ཚོགས་ས་གཅིག་ཆགས་ཡོད་དུས་ཡང།

བདེ་འཇགས་ཡག་པོ་ཡོད་བསྡད་པ་ཅིག་དང་ད་ཨ་རིག་གི་དམག་སྦྱོང་གི་གནད་འགག་ཅིག་ཁེལ་བསྡད་གོ་ར། འདི་དང་མཚུངས་ནི་ཨ་ནི། ཁེ་སར་ཕེ་ཁིལ་གྱི་ས་ཆའི་གམ་ལ་ད། བསྙལ་ནས་ད་གང་དག། གསར་འགོད་པ་བརྒྱ་ལྷག་ཙམ་ཞིག་སླེབས་ཡོད་བས་ཀྱི་གནས་ཚུལ་བཤད་ཀྱི་འདུག་ད་བསྙལ་ནས་ཕེ་ཁིལ། ས་ཆ་དེ་ལ་སྒར་ས་གཉེར་ནས་ད་མི་ཚང་མ་གིས་དོ་སྣང་བྱེད་ཆེད། གནས་ཚུལ་ག་རེ་ཡོང་གི་ཡིན་པའི་གཉེར་ནས་གྲ་སྒྲིག་བྱེད་ཆེད་ཕི་ཀེ་ལས་ཡོད་པ་དང་དྭགས་རླངས་ཤོད་སྐྱེལ་སར་གྱི་དེའི་གཡས་གཡོན་རུ་གནམ་གྲུ་ཡང་མང་ཕི་ཡ་དུ་མཛོད་ལས་བཀག་སྡོམ་གཏོད་ཚེ། ད་ག་ད་དུ་མཛོད་ཀྱི་ཐོག་ནས་ཡང་དོ་སྣང་རེ་བྱེད་ཆེད་བཀག་སྡོམ་རེ། ད་ཡང་མ་དེའི་སྒར་གནམ་གྲུ་འདྲ་མ་འདྲ། མ་འགྲོ་ཡ་དང་དྭགས་རླངས་ཤིང་གིས་ཨ་རིའི་གཞུང་གིས་ད་ཕི་ཀེའི་ཁེ་ས། ཕི་ཀེའི་སྒང་ལ་ད། དྲ་རྒྱ་རེ་ག་རེ་ཡིན་ན་བདེ་འཇགས་ཀྱི་ཐོག་ནས་དཔེ་ལྟ་ཞིབ་བྱེད་ཀྱི་དོ་དམ་དང། ད་ཡང་དེ་ཧོབ་རྒྱག་བར་རྒྱག་ཡང། གཅིག་གི། ག་རེ་ཡིན་ན་ཡོང་སྲིད་ཀྱི་རེད་དྲ་རྒྱའི་ཐོག་ནས་ཡིན་ནའི་ལས་ད་གང་ད། དེ་འདྲའི་སྒང་ལ་ཡང་སྲུང་སྐྱོབ་ཞིབ་བྱེད་བྱས་ཡོད་པའི་ཀྱི་གནས་ཚུལ་ཅིག་འདུག་ད་གང་ད། འདི་བྱས་ཙང་ད་ད་ད། གཙོ་བོ་འདི་ད་གང་ད་ཨུ་རུ་སུ་སྲིད་འཛིན་ལ། བདེ་འཇགས་ཐོག་ནས་སྲུང་སྐྱོབ་དེ་བྱེད་སྒོ་རེ་དེ་ལས་ཡིན་པས་ནས་གཙོ་བོ་ཁོ་ཚུགས་ཀྱིས་ལྟ་ཞེ་ན་དེ་ཨུ་རུ་སུ་དང་ཨ་རི་གཉིས་ཀྱིས་དེའི་ཐོག་ལ་མི་མང་གི་ངོ་ལོག་རྒྱག་ཡ་དང། གར་སོང་རེ། ཞིན་བལ་གྱི་བཙན་ཁྲིད་བྱེད་ཡ་དང་འདི་འདྲས་ཀྱི་ཐོག་ནས་ཞེ་ན་མ་ཡིན་པ་ད་ཡང་འདིའི་བར་རུ། རྒྱ་མི་ག་རེ་བྱས་ནས་ད་ཡང་དྲ་རྒྱའི་ཐོག་ནས་རེད་ག་རེ་ནས་ཡོང་སྲིད་བར་ཡང་འདིའི་བར་རུ། འོ་འདི་ཀྱི། སྟག་གང་དག་བདེ་འཇགས་དང་མཐོ་ལ་ཟབ་ས་བྱེད་ཆེད་གལ་སྲིད་དམིགས་བསལ་གྱིས་གལ་སྲིད་འཕེལ་རྒྱས་ཀྱི་ས་གནས་དེ་ལ་ཞུགས་རྒྱུ་གལ་ཏེ་དོ་དམ་བྱས་པ་རེད་ཅེས་རྗེས་འདེད་བཤད་ཀྱི་འདུག་རེད། ད་ཁེ་སང་འཕེལ་རྒྱས་འགྲོ་མིན་ནི་ད་དེ་པར་རིས་གང་ལ་ཡོད་རེད། ད་ཨུ་རུ་སུ་གྱི་ངོས་ནས་ཡང་ག་རེ་བྱེད་དོ་ཟེར་མིན་ད། ཕར་ཚུར། ཆབ་སྲིད་ཀྱི་མེ་མདའ་འཐུང་དུས་ཕར་ཚུར་གྱིས། དངོས་ཡོད་ཀྱི་མེ་མདའ་ཁྱེར་ནས། དམག་མ་བརྒྱབ་ནས་དེ་ལྟ་དེ་སངས་ཀྱི་འཛམ་བུ་གླིང་གི་དམག་དེ་དེའི་སྒང་ལ་བརྒྱབ་གོ་ར་བ་ག་སར་དྲག་དམག་དེ་ཚོང་འབྲེལ་དང་དེ་འདྲའི་སྒང་ལ་བརྒྱབ་ལང་ཤིང་གིས་ད་སེམས་ཀྱི་དམག་དེ་ཡང་འདི། ད་འདས་ཀྱི་ནམ་རྒྱུན་སྟེང་རྟགས་དང་ད་ག་རེ་ནས་ཡོད་ར་བ། འདི་བྱེད་དུས་ཨུ་རུ་སུ་གི་ངོས་ནས་ག་རེ་བྱེད་དོ་ཟེར་ནས། ཁེ་སང། ཚུར། ཨ་རི་ལ་མ་ཡོང་པའི་དུས་ཚོད་དེ་ག་སོགས་རེད། ཨ་རི་ལ་མ་ཡོང་པའི་གནས་ཚུལ་དེ་ལ་ཨ་ནི། ད་ལྟ་ཨུ་རུ་སུ་ཀའི་སྙེ་མ་དམག་ཆེན་གཉིས་པའི་སྐབས་སུ་ཨ་རི་དང་ཨུ་རུ་སུ་གཉིས་ཀྱིས་ཨ་ནི་ད་ལྟ། ཇུ་མ་ནི་ཀྱི་ད་ལྟ་ཤི་ཏི་ལར་ལ་ཡ་དེ་ལ་དམག་བརྒྱབ་པའི་སྐབས་དེ་ལ་ཨ་རི་དང། ཨུ་རུ་སུ་ཀའི་དམག་མི་གཉིས་ཀྱི་མཐུན་གྲོགས་ཐོག་ནས་དེ་དུས་དམག་བརྒྱབ་ཡོད་ཟེར་བ་དེའི་གི་དམག་མི་ཤི་ཉེ་གི་སྟབས།

དམག་སྤྱི་གཉིས་པའི་སྐབས་ལ་མཉམ་རུབ་ཐོག་ནས་ལེ་ཚན་གཅིག་སྤེལ་ཡོད་རེད་དོན་ཐོག་གི་རྣམ་འགྱུར་སོགས་གཅིག་གི་ཐོག་ནས་འདི་གཅིག་ཕྱིན་ཡོད་པས་ད་འདི་གང་ལ་པར་རིས་ཡོད་རེད་པར་རིས་སི་ད་ངོ་འདི་འདྲས་ཅིག་བྱུང་ཤག་ད་གཉིས་པོ་ད་ཨུ་རུ་སུ་གི་ཕྱི་སྲིད་ཀྱི་བློན་ཆེན་གྱི་དུག་ལོག་སྒང་ལ

ལྟ་བ་ཡི་ཐོག་ནས་ཡང་གཅིག་ཡང་འདི་གང་ལ་ཡང་ཆབ་སྲིད་ཀྱི་བཤད་ཡ་ཅི་ཡོད་ཟེར་འདི་འདྲས་ཅིག་གོན་ད་ག་ད་ཕྱི་སྲིད་བློན་སྤྱི་དང། ཆབ་སྲིད་མི་སྣ་དུ་ཚོ། ད་ཕྱི་རྒྱལ་ཁབ་དང་ཐུག་ཡ་དང། ཚོགས་འདུ་དང་འདས་ཀྱི་ལ་ཡིན་དུ་ལོ་གོན་ཡ་དུ་ཚོས་ད་མི་མང་པོ་ཅིག་གི་དོ་སྣང་བྱེད་ཀྱི་ར། དེ་བྱེད་དུས་ད་དོན་དག་ཅན་མེད་པར་གང་བྱུང་མ་བྱུང་གང་ཡོད་ཡོད་དང་དེ་བྱིངས་མ་རག་འཕེལ་འབྱོར་ལ་བརྩི་སྲུང་མེད་པ་དང་ཅིག་གང་བྱུང་མ་བྱུང་བྱས་ད་གོང་ད་དེའི་སྔ་ལ་ཆབ་སྲིད་ཀྱི་གནད་འགག་ཅིག་ཁོ་ནས་ད་ཨུ་རུ་སུ་གི་སྲིད་འཛིན་སྐད་ཅིག་ཅིག་ཞི་བའི་ཐོག་ནས་བཟོ་བྱས་ད་ཕྱི་སྲིད་བློན་ཆེན་དེའི་དྲག་པོའི་ཐོག་ནས་བྱས་པའི་རྣམ་པའི་བཟོ་བྱེད་རེད་ཅེས་བྱས་འདི་བཤད་འདུག་དེ་དང་མཚུངས་ནས་ཁེ་བཟང་གིས་མཚུངས་ད་གང་ད་ཕི་གེ་དེ་ཁོ་ཚོ་གི།

བྱུང་མེད་པ་ཅིག་ཡིན་ནའི་ལས་རྟགས། མུ་མཐུད་ནས་ཡང་རེ་བ་ཡོད་བསྡད་པའི་ཀྱི་རྣམ་པ་ཅིག་བཤད་ཡོད་པའི་ཀྱི་དེ་འདྲས་ཅིག་གསང་རྒྱུ་ནང་ལ་འཇུས་གི་འདུག་རེ་བ་ལྟ། ཁ་སྔོན་འདི་ཐུགས་འཕྲད་མ་བྱུང་པའི་གོན་དེ་ལ་ཨ་རིའི་སྲིད་འཛིན་གྱི་གལ་སྲིད་གནས་ཚུལ་དེ་ཡག་པོ་བྱུང་མེད་པ་ཡིན་པ་ཡིན་ན་ཨང་ཁོ་རང་གི་ཁ་སོ་རེད་ད།

ཁ་སང་ད་ཨ་རིའི་སྲིད་འཛིན་དང་ཡུག་རེན་སྲིད་འཛིན་གཉིས་ཐུག་འཕྲད་མ་བྱས་པའི་སྔོན་དེ་ལ་ཡུག་རེན་སྲིད་འཛིན་གྱིས་ད་ཁོ་རང་གི་མཐུན་གྲོགས་རྒྱལ་ཁབ་མང་པོ་གཅིག་ལ་ཁ་པར་བཏང་ཡོད་པའི་གི་གནས་ཚུལ་གཅིག་བརྗོད་ཀྱི་འདུག་ད་དེ་ནང་ལས་རྒྱ་གར་ཚུད་ཀྱི་འདུག་རྒྱ་ནག་ཚུད་ཀྱི་འདུག་ད་རྒྱལ་ཁབ་ཁོ་རང་གི་མཐུན་གྲོགས་མང་པོ་འབྱོར་བ་འོ་ནུ་ཚོ་ཚང་མ་ལ་ཁ་པར་བཏང་ཡོད་པའི་གི་གནས་ཚུལ་གཅིག་བརྗོད་ཀྱི་འདུག་ད་ག་འདྲ་ད་རིགས་ཀྱི་གནད་དོན་འདིའི་ཐོག་ལ་ད་ཅིག་གནང་རྒྱུ་ག་འདྲས་ཅིག་ད། ད་ས་ཁུབ་རེ་རེར་གྱི་དེའི་ཐོག་ལ་མཐོང་ཚུལ་ཐོག་ནས་འགྲེལ་བཤད་རེ་རེ་རྒྱག་དགོས་ར་ད་དོན་རྡོག་རྡོག་གང་འགྲིག་ཅིག་ཡིན་མེད་ལ་མ་ལྟོས་པ་ད་གང་ད་མང་པོ་ཅིག་ལ་ཁ་པར་བཏང་ཡོད་པས་ཀྱི་གནས་ཚུལ་ཅི་ཡང་དེ་འདྲ་ནས་གསང་རྒྱུ་ན་བྱུས་གུ་འདུག། ཕི་གིའི་གྲོས་མོལ་བྱེད་པའི་སྐབས་སུ་ལ་ཡིན་པས་ན་ད་ད་ཟེར་ཡག་ལ་བྱས་པས་ཡིན་ན་ད་བསྙད་ནས་ཨུ་རུ་སུ་གིས་ཨ་རི་ལ

དེའི་ཐོག་ལ་ཡིན་པ་ཡིན་ནའི་ལ། ཡུ་རོབ་ཀྱི་མཐུན་ཚོགས་ནང་ལ། མ། ཚུན་ནས། ལྟ། དེ་འགྲིག་གི་ཡོད་པས་ཕྱོགས་གཅིག། གི་རྣམ་འགྱུར་ཅིག་བསྟན་ཡོད་པ་དང། ཡིན་ནའི་ལ་ཡང་ཨ་རིའི་སྲིད་འཛིན་གྱི། གར་སོང་རེད། དེ། ཡུ་རོབ་ཀྱི་མཐུན་ཚོགས་ནང་ལ་མ་འཛུལ་བ་ཡིན་པ་ཡིན་ནའི་ལས་ད་ཡང། ཡུཀ་རེན་ལ་བདེ་འཇགས་ཀྱི་ཐོག་ནས་ཡང་ཁས་ལེན་གྱི་ཐོག་ནས་ཡང། ཅིག། ངོས། ངོས་ལེན་བྱེད་ཀྱི་ཡོད་པས་ཀྱི་ནམ་རྒྱུན་ཅེ་ཡང་འདི་ཅེས་བྱུང་ཡོད་པས་སོ་ཅེས་བཤད་ཀྱི་འདུག་ར་བ་ད་ལྟ་ས་ཁུབ་དང་མཚུར་གྱི་རྟ་ཁྱད་ཚོས་ཕི་གེ་ལ་ག་ད་ས་ཁུབ་དང་མཚུར་ལས་བཅར་འདྲི་བྱེད་ཡ་དང་དེ་འདྲ་གྱི་གོ་སྐབས་གང་ཡང་བྱུང་མི་འདུག་བ་ད་ཡིན་པས་ནས་ཁྱེད་ས།

ཨུ་རུ་སུ་གི་སྲིད་འཛིན་གྱིས་ཁྱེད་རང་བེ་ཏི་ཨ་རིའི་སྲིད་འཛིན་བྱས་ན་བེ་ཏི་ཨ་རི་བེ་ཏི་གར་སོང་རེད་དེ་ཅིག་ཡར་རྒྱས་ཀྱི་རྣམ་པ་འགྲོ་བ་ཅིག་གི་ཐོག་ནས་ཡང་འདྲི་གཅོད་བྱས་ཡོད་ས་རེད། ད་ག་ལང་བཞིན་གྱི་ཏ་ཨ་རི་སྲིད་འཛིན་གྱིས་སྙན་མག་གི་འོས་ཤོག་ཏག་ཁོ་རང་ཅིག་ལངས་དེའི་རྗེས་ལ་འོས་ཤོག་ཅིག་ཏིག་ག་ལ་འོས་ཤོག་དེ་ཤོར་བ་ཡིན་ནའི་ལེ་ད་འོས་ཤོག་དེའི་ཐོག་ལ་ནི་ཅིག་གིས་ཁ་ས་བདེན་པ་བྱུང་མེད་པའི་ཀྱི་ཐོག་ནས་ཨ་རིའི་སྲིད་འཛིན་ད་ལྟའི་འགྲོ་ན་འགྲོམ་གྱི་ཤེས་བདེ་པོ་ལངས་བཞིན་གྱི་ཡུག་རིན་གྱི་དེའི་ཐོག་ལ་ཡང། ཁྱེད་རང་གི་འོས་ཤོག་དེ་ཁྱེད་རང་ལ་འཐབ་ཡོད་རེད་དེ་ལས་ལྟ་དེའི་སྒང་ལ་ཡང་དྲང་པོ་བྱས་མེད་བསྡད་པའི་ཀྱི་རྣམ་འགྱུར་ཅིག་དེ་འདྲས་ཅིག་བཤད་ཡོད་པའི་ཀྱི་ཐོག་ནས་ཨ་རིའི་སྲིད་འཛིན་ལ་ངོ་དགའ་དཔེ་ལེགས། གསུམ་གྱི་ཐོག་ནས་འོང་དེ་འདྲས་ཅིག་བརྗོད་ཀྱི་འདུག་ད་ག་འདྲ་ཨ་རིའི་སྲིད་འཛིན་ལ་ཡིན། ད་ད་རེས་ཀྱི་གནད་དོན་འདིའི་ཐོག་ནས་ཨ་ནི། བྱེད་ཀྱི་ཨ་ཡང་ཨ་རིག་གི་ཡུག་རེན་གྱི་ཕྱོགས་ལ་མ་ཡིན་པར་ཨུ་རུ་སུ་གྱི་ཕྱོགས་ལ་ཡང་བྷ་ཏིས་ནམ་རྒྱུན་བསྟན་ཡང་སོ་རིན་ཏེ་གྱི་ཐོག་ནས་ད་གང་ད་ངོ་རྒོ་བེ་ལས་གསུམ་བཤད་ཡོད་པའི་གི་ཏེ་ཅིག་ཡང་འགྲེལ་བརྗོད་བྱེད་ཀྱི་འདུག་ད་གང་ད་ཨ་རིའི་སྲིད་འཛིན་ཁ་སང་ཟླ་བོ་གཅིག་གི་བརྙན་དུ་བ་ཅིག་ལ་ཡང་ག་རེ་ཡུ་རུབ་རེ་གཅིག་གི་ཏུ་བ་ཅིག་ཡང་རྒྱལ་ཁབ་ཅིག་ལ་འགྲོ་བའི་ཀ་ཏུ་ལ་ཡང་འདི། འདི་མགོ་ཁྲིད་འདི་གི་ངོ་དགའ་དཔེ་ལེགས་བཤད་དང་མ་བཤད་བཤད་ནས་བལ་ད་ཨ་རིའི་ཚན་རྩིས་ལ་ད་རང་ང་ཚོ་གི་དཔའ་བ་འདྲ་བ་ཅིག་རེད་ཅེས་ཅེས་འདི་འདྲས་ཅིག་བཤད་པར་བ་འདི་བཤད་དུས། ཨ་རིའི་ཚན་རྩིས་བལ་ད་པའི་དགའ་གཏོར་ཆོས་ཅེས་ཁོ་ཚོ་གི་ཁྲལ་དང་འདུ་འཛོའི་ཐོག་ལ་ཡང་བྱ་ཡང་འགྲོ་ཡ་སོགས་འདི་འདྲས་ཅིག་བྱུང་བསྡད་པའི་ཅིག་གསང་རྒྱུ་ཅིག་ཡོད་རེད་ད་འདི་དུས་ཐོག་ཏུ་ངས་འདི་ན་ཞུ་ཡ་བྱུང་ཡོད་མ་རེད་འདི་དང་མཚུངས་ནི་ད་ལམ་སང་ཨ་རིའི་ཚན་རྩིས་ཀུན་ཚུགས་ཀྱི་འདི་ན་ཡང་འདི་ང་ཚོ་གི།

ད་རེས་ཨུ་རུ་སུ་གྱི་སྲིད་འཛིན་དེས་ཐུག་འཕྲད་བྱས་ནས་གནད་དོན་མང་པོ། གནད་དོན་ལྟ་ཅིག་དོན་རྡོག་རྡོག་དེ་ཨུ་རུ་སུ་དང་ཡུཀ་རེན་གཉིས་དམག་དེ་ཐག་གཅོད་བྱེད་ཡ་ཐོར་ལ། དེ་བྱེད་ག་ས་ཐུག་འཕྲད་བྱས་པའི་གི་སྟབས་མང་པོ་ཅིག་གིས་དེ་བཤད་ཅིང་དམག་དེ་རྦད་དེ་མཚམས་འཇོག་ཡོང་ཡག་གི་རེ་བ་ཞུ་བཞིན་འོར་བ་ཡིན། ད་ཁྱད་བསད་ཀྱི་ཐུག་འཕྲད་ཀྱི་སྐབས་སུ་ལ་ད་ཅིག་གནད་དོན། ཁ་ཤས་གཅིག་ལ་ཡག་པོ་བྱུང་སོང་ཡིན་ནའི་ཁ་ཤས་གཅིག་ལ་ཡག་ད་གང་ལྟར་ད་ལྟའི་ཐོག་ལས་དོན་དུ་མུ་ཐུ་ནས་རེ་བ་ཡོད་བསྡད་པས་སོ་ཅི་བཤད་བསྡད་རོགས་པ། དེ་གཅིག་དུས་ད་ད་ད། གར་སོ་རེ། དེ་དང་མཚུངས་ནས་ད་ཁོ་རང། དེ་གར་སོ་རེ་གཙོ་བོ་ཆེ་ཤོས་དེ་ད་རིགས་ཀྱི། ཡུཀ་རེན་དང་ཨུ་རུ་སུ་གཉིས་དམག་དེ་མཚམས་འཇོག་ཡོང་ཡག་ལ། ཁོ་རང་གིས་འབད་བརྩོན་ཅིག་བྱེད་ཀྱི་ཡོད་པ་དང་དྭགས་གླང་ཤིན་གྱི་ཨ་རི་དེ་རྒྱལ་ཁབ་དེ་འཛམ་གླིང་ག་ནས་སྟོབས་འབྱོར་རྒྱལ་ཁབ་ཅིག་བྱེད་ཅེས་ཏཱ་ག་ནྡཱ། མགོ་ཁྲིད་གཉིས་ཅིག་ངོས་ནས་ཏཱ་ག་ནྡཱ་དམག་དེ། ཅིག་ལྷིང་འཇགས་ཡོང་བས་ནི་འཛམ་གླིང་ཞི་བདེ་ཡོང་ཡག་དང་ཏཱ་ཁོ་རང་ལས། ཅིག་ངོ་བསོ་དེ་མང་པོ་ཅིག་ཡོང་བདེ་གོ་ར། དེ་འདྲས་སོང་ཙང་ཏཱ་ག་ནྡཱ་ཁེ་སང་འདི་བྱེད་ཡག་དེ། ཏཱ་ག་ནྡཱ། ཁོ་རང་གི་འགན་ཁྱེར་ནས་ཏཱ། ངས་སྨྲ་མ་བརྒྱ་ལ་ཡ་དེ་ཁོ་རང་གི་བྱས་ཡོད་པའི་གི་རྣམ་པ་ཅིག་དང་བདག་ནང་བཞིན་གྱི་རྟ་ག་འདའ་འགན་འཁྲི་དེ་མང་བྱེད་ཅིག་རྟ་ག་འདའ། གལ་སྲིད། ཐུག་འཕྲད་ཀྱི་སྐབས་རྟ། ཐུག་འཕྲད་ཚར་བའི་གི་གནད་དོན་གྱི་ཐོག་ནས་རྟ་ཁོ་རང་གི། དམག་དེ་མཚམས་འཇོག་བྱེད་ཡ་ལ་ཨ་ན་ཁོ་རང་གི། བཀའ་ལྟར་ལས་ཀ་བྱས་ཡོད་པ་དང་བདག་གང་དག་དམག་འདི་རྒྱབ་མ་རྒྱབ་དེ་ཁྱེད་རང་གཉིས་ཀྱི་ཐག་ཆོད་དང་ས་ཆ་འདི་ཕར་སྤྲད་གི་ཡོད་ན་ཚུར་ལེན་གི་ཡོད་ན་བདག་གང་དག་ཁྱེད་རང་གཉིས་ཀྱི་འགན་རེད་དོ་མདོ་དང་ཡུག་རིང་ལས་ད་ག་འདྲ་ཅིག་ཐག་ཆོད་གི་ཡོད་མེད་དེ་ཡུག་རིན་ལས་རྒྱན་ཡོད་པ་འདྲ་བ་ཅིག་ད་ཕག་གཡུ་བཞག་པའི་སོར་བྱེད་ཀྱི་རྣམ་པ་ཅིག་ཆགས་བསྡད་པས་ཀྱི་འདི་འདྲས་ཅིག་གཤེགས་འདུག་ད་གཙོ་གཟའ་ཟླ་བ་འདི་ལ་ཡང་ཡུག་རིན་གྱི་སྲིད་འཛིན་དེ་དང་ཐུག་འཕྲད་བྱེད་ཀྱི་ཡོད་པས་ཀྱི་ཐོག་ནས་འོ་འདི་འདྲས་ཅིག་གི་ད་ད་རེས་གསང་རྒྱུ་མང་པོ་ཅིག་གི་ཕྱོགས་བསྡོམས་ཀྱི་ཐོག་ནས་ངེས་འདུག་ཞེས་ཅེ་མ་ཤེས་ཞབས་ཡིན་ར་ད་གང་ཐུབ་ཐུབ་ཀྱི་ཅིག་ངས་ནི་བཤད་བྱ་བ་ཅིག་ཡིན་མ་གཏོགས་ད་ཡིན་ནི་ཚ་ཚང་ཅིག་ཡིན་ངས་དུག་སུ་བཤད་ཐུབ་ཡ་ཅིག་མི་འདུག་ག་ས་ང་ནི་དྲན་པའི་རྗེས་འགྲོ་གི་འདུག་རོ་བ། འོ་འདི་འདྲས་ཅིག་ཡིན་འདི་གང་ཆེད་ལས་ཅན་མ་རེད་ཤེས་ཡོན་ཅེས་གང་ན་གང་འཚམ་འདི་འདི་ཡོད་བསྡད་པ་ཅིག་མི་འདུག་ཡང་འདི་གང་ནོར་འཁྲུལ་དག་འདི་ཡོད་སྲིད་པ་ཅིག་ཆགས་ཀྱི་རེད་ཞུ་ཡ་ཡིན།